ད་ང་རང་ཚོ་གིས་སློབ་སློབ་སྦྱོང་ཆེད་དུ་དུས་ཚོད་ལོ་ག་སོ་སོ་གིས་དུས་ཚོད་ལོ་ག་ཞིག་གཏན་དགོས་བསམ་གི་འདུག་ལ་ད་ནང་བཞིན་གྱི་རྩ་ཙུ་ཙུ་ཙུ་མོ་བཙལ་ཡ་རེད་ད་ནང་བཞིན་གྱི་བྱ་བ་ཨ་ལས་ཀ་གཞན་པ་བྱེད་ཡ་ཚང་མ་ཆེད་དུ་ཨ་ནི་དུས་ཚོད་ལོ་ག་ལོ་ག་གཏན་བ་ཡིན་ན་ཨ་ནི་སློབ་ཕྲུག་སོ་སོ་གིས་ད་ཡི་གེ་སྦྱང་ཡ་གིས་ད་སློབ་སྦྱོང་ལ་ཡ་དུས་ཤོར་མ་འགྲོ་བ་བྱེད་ད་ནང་བཞིན་གྱི་ད་སོ་སོ་གིས་ད་ཟུར་འདི་ལ་ཙུ་མོ་རུ་བཙལ་ཡ་ན་རེད་ད་ནང་བཞིན་གྱི་ལས་བྱ་བ་ག་རེ་ཡིན་ན་གཞན་པ་རུ་བྱེད་པ་ཡིན་ན་དེ་ལ་ཨ་ནི་གང་ཟག་ལ་ཨ་ནི་ཡག་པོ་ཡོང་གི་རེད་བསམ་གི་འདུག་ར། ད་དགེ་རྒན་གྱིས་ད་དྲ་ཐོག་བརྒྱུད་ནས་སློབ་ཁྲིད་བྱེད་པ་དང་ནི་འཛིན་གྲྭའི་ལ་དངོས་སུ་སློབ་ཁྲིད་བྱེད་པ་གཉིས་ལ་ཁྱད་པར་ལ་ན་ང་རང་གིས་ད་གཙོ་བོ་སོ་སོས་སོ་སོ་ཡིན་དུས་སམ་ལ་ད་ང་རང་གིས་ད་གར་བསམ་གི་འདུག་ལ་ན་ད་གཙོ་བོ་སོ་སོའི་གིས་ད་སོ་སོ་ལ་ད་བྱེད་འདོད་ཀྱི་བློ་ཅིག་དང་ནི་སོ་སོ་ལ་སེམས་ཤུགས་ཅིག་ཡོད་པ་ཡིན་ན་ག་རིག་ན་ཡང་བྱེད་ཐུབ་པ་ཅིག་རེད་བསམ་གི་འདུག་ར་བྱས་ཙང་དྲ་ཐོག་བརྒྱུད་ནས་སློབ་ཁྲིད་བྱེད་པ་དང་ནི་དངོས་སུ་སློབ་ཁྲིད་བྱེད་པ་གཉིས་ལ་ཁྱད་པར་ཞེ་དྲགས་སུ་གི་འགྲོ་གི་མ་རེད་བསམ་གི་འདུག་ར་ང་རང་ངོས་ནས་བསམ་བློ་བཏང་བ་ཡིན་ན།

ད་སྲིད་སྐྱོང་སློབ་དཔོན་ཐོབ་པ་དེ་ལ་ནི་ང་རང་ལ་ཕོག་པ་ཆེན་པོ་བྱུང་གང་ཡིན་ཟེར་ན་ད། དུས་ད་རྣམ་པ་ཀུན་ཏུ་དགེ་རྒན་གྱི་བཀའ་དྲིན་ནི་རེད་ད་ནང་བཞིན་གྱི་ང་རང། ང་རང་ངོས་ནས་ཀྱང་འབོད་ཚིག་བརྒྱ་ཆ་བརྒྱ་བྱེད་པ་དེ་ལ་ནི། དཀའ་ལས་འདི་ག་ཟིག་བརྒྱབ་པ་དེ་ལ་ནི་འབྲས་བུ། ཡག་པོ་ཅིག་སྨིན་པ་དེ་ནི་ང་རང་སྤོབས་པ་ཆེན་པོ་ཞིག་ཡོད་ཞེས་ཞུ་ཡང་ཡིན། ད་ནང་བཞིན་གྱི་ད། བོད་པ་བཙན་བྱོལ་སློབ་གྲྭ་ཚང་མ་ནང་ནས་ཀྱང། ད་ཚོང་རིགས་སྡེ་ཚན་ནང་ནས་ཨང་དང་པོ་ཐོབ་པ་དེ་ལ་ནི་ང་རང་ལ་སྤོབས་པ་ཆེན་པོ་བྱུང་ཞེས་ཞུ་ཡང་ཡིན། རང་གིས་ད། རྒྱུ་མཚན་ལེགས་པོ་ཅིག་ཐོབ་པ་དེ་ང་རང་གཅིག་པུ་གིས་བྱས་ཤེས་བྱ་བ་ཅིག་མ་ཡིན་ཞེས་ཞུ་ཡིན་རང་ག་ཡིན་ཟེར་ན་ད་ང་རང་གི་ཕ་མ་དགེ་རྒན། མ་ཟུར་བོད་ཁྱིམ་ལས་བྱེད་ཚང་མས་ཀྱི་རྒྱབ་སྐྱོར་ལ་བརྟེན་ནས་ཡིན་ཅེས་ཞུ་ཡ་ཡིན། ད་སྲིད་སྐྱོང་སློབ་དཔོན་མ་ཐོབ་པའི་གོང་དང་ཐོབ་ཚར་བའི་རྗེས་ཀྱི་སེམས་ཚོར་ལབ་པ་ཡིན་ན་ད་དང་ཤུལ་དེ་ལ་ང་རང་ཧ་ཅང་གི་སེམས་པ་སྐྱིད་པོ་བྱུང་སོང། ཐ་ན་ཤིང་གིས་ང་རང་ཕ་མ་གཉིས་སེམས་པ་ཧ་ཅང་གི་དགའ་བཞག་ཡོད། བྱས་ཙང་ཨ་ནི་ང་རང་འགི་ལྟར་སྲིད་སྐྱོང་སློབ་དཔོན་དེ་ཐོབ་པའི་རྗེས་ལ་ཨ་ནི་ང་རང་ལ་སེམས་པ་ནང་ནས་ནི་སེམས་ཤུགས་གསར་པ་ཞིག་སྐྱེས་བྱུང། ཐ་ན་ཤིང་གིས་ད་ང་རང་ཡང་དེ་ལས་ལྷག་ཅིག་དང་དེ་ལས་ཡག་བྱས་ཀྱི་ཨ་ནི་ང་རང་ལ་ཤུགས་རྐྱེན་ཅིག་ཐེབས་སོ་ཞེས་བྱུང།